བཙོད་རྩ་གཅིག་རླུང་ཕྲ་བ་ཡིན་ན་ཡང་ད་དུང་སྲང་མ་བརྒྱད་པ་སོང་ཙང་དངོས་པོ་དང་བཅས་པར་དངོས་པོའི་ནུས་པ་ཕྱིར་ནུས་པ་དེ་གིས་ད་རླུང་དེ་རླུང་གི་ཁམས་བསྐྱེད་རླུང་དེ་གིས་ད་འབྱུང་བ་ལྔའི་གི་རྒྱུ་བྱེད་ནས་འབྱུང་བ་ལྔའི་གི་རླུང་དེ་འབྱུང་བ་ལྔའི་གི་རླུང་བསྐྱེད་ཡོད་རྒྱུ་དེ་ཆགས་ཡོང་འདུག་ཨ་ནི་ད་རླུང་དེ་གཙོ་བོ་དེ་ཨ་ནི་སྲོག་རླུང་ཆགས་སྲོག་རླུང་ད་མ་ཆགས་ཡོང་འདུག་སྲོག་རླུང་ཨ་ཟིན་ཏེ་སྲོག་རླུང་ཨའི་རྣམ་པ་ཅན་ཆགས། སྲོག་ལ་ཨེ་རྣམ་པ་ཅན་དེ་སྲོག་འཛིན་ལུགས་སུ་བྱ། སྲོག་འཛིན་ལུགས་ནས་ཨ་ནི་ཐུར་སེལ་ཐུར་སེལ་ནས་གྱེན་རྒྱུ་གྱེན་རྒྱུ་ནས་གྱེན་རྒྱུ་ལས་ཁྱབ་བྱེད་ཁྱབ་བྱེད་ལས་ཨ་ནི་མེ་མཉམ་སེལ། གཙོ་བོའི་རྩ་བའི་ཀླུ་ལྔ་ཆགས་ཡོང། རྩ་བའི་ཀླུ་ལྔ་པོ་ཆགས་ཡོང་དུས་ལ་ད་ང་རང་ཚོ་ཁྱེད་རང་ཚོ་མཁྱེན་ཉན་པ་རེད། སྔགས་ནང་ལོགས་ནས་སྲོག་འཛིན་དང་ཁྱབ་བྱེད་གཉིས། སྔགས་ནང་གི་སྲོག་འཛིན་དང་ཁྱབ་བྱེད་དང་སྨན་གྱི་ནང་དུ་སྲོག་འཛིན་གྱི་ཁྱབ་བྱེད་གཉིས་པོ་དེ་དེ་ས་བྱི་བའི་ལོགས་བཞག་བྱ།

ཁ་ཤས་ཀྱིས། ཁ་ཤས་ཀྱི་ནང་ལོགས་ནི། མ་རེད། སྲོང་བཙན་གྱི་རླུང་གི་ཐུར་སེལ་གྱིས། ཐུར་སེལ་གྱིས་འདི་འདྲ་རིམ་པ་བསྐྱེད་འདུག་ཨེ་ན་ཁོ་ཚོས་ཡང། རྩ་བའི་རླུང་ལྔ་ཡན་རེ་རེ་རེ་རེ་ཞིག་འདུག་ཡང་ཡན་ལག་རླུང་ལྔ་རེ་རེ་རེ་རེ་བསྐྱེད་ཡན་ལག་རླུང་ལྔ་ཚང་མ་དེ། སྤྱི་བོ་བདེ་ཆེན་གྱི་འཁོར་ལོའི་ནང་ལོགས་བསྐྱེད་ཁོ་ཚོ་དབང་ཤེས་ལྔས་གྱིས། བཀོད་འདོམས་བྱེད་གཉིས་ཀྱི་རླུང་ལྔ་དེ་ཆགས་ནས། ཨེ་ན། རྩ་བའི་རླུང་ལྔ་ཡན་ལག་གི་རླུང་བཅུ་ཟེར་ནས་དེ་ཆགས། འོང་དེ་འདྲའི་རླུང་བཅུ་པོ་དེས། རྩ་བའི་རླུང་ལྔ་དེ། ཨ་ནི་རྩ་འཁོར་ལྔའི་ནང་ལ་དབང་བསྒྱུར་བྱེད། དྲ་བ་བྱེད། བཅུ་པོ་བདེ་ཆེན་འཁོར་ལོ་མགྲིན་པ་ལོངས་སྤྱོད་འཁོར་ལོ་གཉིས་ཀ་ཆོས་ཀྱི་འཁོར་ལོ་ལྟེ་བ་སྤྲུལ་པའི་འཁོར་ལོ་གསང་གནས་བདེ་སྐྱོང་གི་འཁོར་ལོའི་ནང་ལ་རླུང་སྲོང་བཙན་ལ་སོགས་པ་ལྔ་པོ་དེའི་ལས་བྱེད། དེའི་གཙོ་བོ་དེའི་ནང་ལོགས་ན་དེ་ཡན་ལག། ཡན་ལག་གི་རླུང་ལྔ་པོ་དེ། ཨ་ནི་དབང་ཤེས་དབང་པོ་ལྔའི་ནང་ལོགས་ལ་ཡང་ཨ་ནི་དབང་ཤེས་ལྔ། དབང་ཤེས་ལྔ་ལ་རོགས་པ་བྱེད་ཉིད། མེ་ལ་སོགས་པའི་ཡུལ་འཛིན་པར་བྱ་ཡི། ནུས་པ་བསྐྱེད་ནས་མིག་གི་དབང་ཤེས་འཕགས་ཚུལ། སྐྱེ་འབྲས་ཆེ་བའི vehicle སེ་གོལ་བ། དེ་ཡི་རྟག་ཆད་ཉིད་ལ་འདུག་བྱ་སོ། འོ་དེ་འདྲས་སམ། ད་རླུང་ལ་ཡང་དབྱེ་བ་ཆ་བས་ན་རླུང་དེ་འདྲས་རྩ་བའི་རླུང་ལྔ་ཡན་ལག་གི་རླུང། རླུང་ལྔ་རླུང་བཅུ་རླུང་བཅུ་པོ་དེ་ནས་གྱེས་པའི་རླུང། རྩ་སྟོང་ཕྲག་དོན་བཞི་དོན་གཉིས་དང་རླུང་སྟོང་ཕྲག་དོན་བཞི་དོན་གཉིས། རླུང་སྟོང་ཕྲག་དོན་བཞི་དོན་གཉིས་དེ་རྩ་བའི་རྩ་བའི་ཡན་ལག་ན་སྐྱེས་པ། རྩ་བ་ལྔས་རླུང། རྩ་བ་ལྔས་རླུང་ལ་རྒྱས་པ་ཡིན་ན་ཡང། སོ་སོའི་སྐྱེ་གནས་ལ་ད་ག་ལ་ཡ་དུགས་སུ་གྱུར་ནས་འགྲོ་ཡོང་དུས་སྐབས་ལ་ཨ་ནི་རླུང་དེ་ཁ་ཁ་ཁ་ཁ་ཟེར་སོད་སོད་བྱེད་ལས་མ་འདྲ་མ་འདྲ་བྱེད་ནས། ལུས་ཀྱི་ནང་ལོགས་ལ་ཡ་ཨ་ནི་ལུས་ཀྱི་ཕུང་པོ། ཤ་ཁྲག་གི་ཕུང་པོ་འདི་ལ་ཡ། ལུས་ཀྱི་ཕུང་པོ་ཤ་ཁྲག་གི་ཕུང་པོ་འདི་ལ་ཡ་ཨ་ནི། ཉོན་མོངས་པ་བརྒྱད་ཁྲི་བཞི་སྟོང་གི་རྟེན། ཨ་ནི་སྲིན་པོ་བརྒྱད་ཁྲི་བཞི་སྟོང་བསྐྱེད། སྲིན་པོ་བརྒྱད་ཁྲི་བཞི་སྟོང། ཡོད་པ་དེ་ལ་ཡང་ག་བུ་ལྔས་བཅུ་གི་མདོའི་ནང་ལ་གསུངས་པ་ནང་བཞིན། སྲིན་པོའི་གི་རིགས་བརྒྱད་ཁྲི་བཞི་སྟོང་དེ་ཚོའི་ནང་ལོགས་ན་སྲིན་པོའི་གི་རེ་རེ་རེ་རེ་གི་ཁམས་ཚོགས་ཡར་ལ་ཡང་རླུང་དེ་ཚོའི་རླུང་སྟེགས་དུ་བ། དེ་ལ་ཡང་སྲོང་བཙན་གྱི་རླུང་ལ་ཡང་རྩོལ་བ་སྔགས་རྣམས་ལ་རྩོལ་བ། ཐུར་སེལ་གྱི་རླུང་ལ་ཡང་སྲོང་བཙན་གྱི་རླུང་དེ་ལ་ཡང་སྲོག། ཨ་ནི་ཐུར་སེལ་གྱི་རླུང་དང་རྩོལ་བ་ནི་སྲོག་རྩོལ་གྱི་རླུང་བསྒོམ་ཟིན་ན་སྟེང་འོག་ཏུ་ག་ཡ་དང་ཨ་དང་འདྲེས་འགྲོ་བའི་ཕྱིར། འོ་དེ་གཙང་མ་གི་རླུང་འདི་ལྟར་ལུས་ནག་ལོགས་ལ་འཕགས་འགྱུར་འགྲོ་དུས་ག་དང་ལུས་ཀྱི་ཕུང་པོ་ནག་ལོགས་ལ་ཡ་དུས་སྐྲན་ཟེར་ན་ཡིན་འདྲ་སེལ་ཟེར་ན་ཡིན་འདྲ Micro Organism ཟེར་ན་ཡིན་འདྲ་ཨ་ནི་ང་རང་ཚོའི་ལྟར་ལུས་ཀྱི་སྲིན་བུ་བརྒྱད་ཁྲི་བཞི་སྟོང་ཟིན་དུས་ཚང་མ་རེ་རེ་བཞིན་དུ་ང་ཚོའི་ནང་བཞིན་སྲོག་འཚོ་ནས་བསྡད་ཀྱི་འདུག་བ། ཁོ་ཚོ་སྲོག་འཚོ་ནས་བསྡད་ཡ་དེ་ཡང་ཁོ་ཚོ་ལ་ཡང་རླུང་འཁོར་གི་འདུག་རླུང་དེ་ཚང་མ་ཡང་འབྱུང་ཁུངས་ཀྱི་ཁམས་དེ་ང་རང་ཚོའི་རྩ་བའི་རླུང་དེ་ནས་ཡང་སྐྱེས་ཡོང་གི་འདུག་དེ་ཡིན་དུས་ག་ལ་ཡང་ང་རང་ཚོའི་རྩ་བའི་རླུང་དེ་སྤུས་དག་པོ་བྱས་ཡོད་པ་ན་ཁོ་ཚོ་ཡང་ཁམས་བདེ་བ་ཆགས་ང་ཚོའི་རླུང་དེ་སྡུག་པོ་སྤུས་དག་པོ་བྱས་མེད་པ་ཡིན་ན་ཁོ་ཚོ་ཡང་ཁམས་མ་བདེ་ཆགས་ཁོ་ཚོ་ན་འགྲོ་གི་འདུག་དེ་ཡིན་དུས་ག་ལ་ཡང་གོ་ལ་ཁོ་ཚོ་གི་ནང་ལུས་ལ་ལུས་ཀྱི་ཕུང་པོ་ཕྲ་ཕུང་དེ་ཚོའི་ནང་ལོགས་ལ་ཡང་སྡེ་ཚན་དེ་ཨ་ནི་ཞེ་སྡང་གི་དབང་དུ་གྱུར་པ་གཏི་མུག་གི་དབང་དུ་གྱུར། ང་རྒྱལ་གྱི་དབང་དུ་གྱུར་ཡོང་དུས་ག་ལ་ཁོང་ཚོས་ང་ཚོའི་སེམས་པའི་ནང་ལ influence བྱས་ནས་ང་ཚོ་ཡང་མི་རླུང་ཚ་པོ་ཁོང་ཁྲོ་ཚ་པོ་ཆགས་འགྲོ་གི་འདུག་དེ་ཡིན་དུས་ག་ལ་ང་ཚོའི་རླུང་འགྱུར་ཟེར་དུས་ག་ལ་ང་ཚོ་ལམ་སང་འགྱུར་ཆོག་ཆོག་ཅིག་བྱས་ཟིན་པ་རེད་དེ་ཡང་ནང་ལོགས་ལ་ཡང condition ཞིག་ལ་ཚོགས་དགོས་ཀྱི་འདུག་དེ་འདྲས་ཀྱི་ད་ག་ལ་བཤད་པ་ཡིན་ན་དེ་འདྲས་ལ་བརྟེན་ནས་ཨ་ནི་ང་ཚོ་ག་ལས་ག་ལས་ག་ལས་ག་ལས་སེམས་པ་འགྱུར་འགྱུར་ནས་ཨ་ནི་མ་འདྲ་མ་འདྲ་ཆགས་ཡ་དེ་ཨ་ནི་ནང་ལོགས་ཀྱི་ཕྲ་ཕུང་དེ་ཚོས་ཁོང་ཚོའི་ཁམས་བསྒྱུར་ཡོང་གི་འདུག་ཁོང་ཚོའི་ཁམས་བསྒྱུར་ཡོང་ཡས་ཀྱི་རྒྱུ་མཚན་ནི་ག་ར་ར་ག་རོད་རག་ལས་ཀྱི་ཡོད་ས་ན་ཟས་དང་ཆུ་ཟས་དང་ཆུ་ལམ་ཨ་ནི་ཁོར་ཡུག་གནས་ཚུལ་མང་པོ་ཆུ་ལ་ཡང་བསྟུན་འགོག་གི་འདུག་ཨ་ཡང་ཁོ་ཚོ་སྡུག་བསྲན་ནས་བྱས་ཙང་རླུང་ཟེར་མདའ་རླུང་དེ་ཨ་མདའ་རླུང་དེ་ཟླ་བ་ཟླ་དགུ་ངོ་བཅུའི་ནང་ལ་རླུང་ཚོགས་རླུང་ཚོགས་ནས་དེ་ནས་ལོ་གཉིས་ལོ་གཉིས་བར་ལ་ཡང་རླུང་རྩའི་ཕུང་པོ་རྩའི་ཁམས་དོན་སྟོང་ར་དོན་དོན་གཉིས་ཡོངས་སུ། འབྲོག་པ་ཚར་ཚར་ཚར་ནས། ཨ་དེ་ནས་ཡ་དུས་གོང་ནས་གསུངས་པ་ཡིན་ན་ལོ་གཉིས་ཞུ་དགོས་འདུག་ཨ་ནི་ཉི་མ་རེ་རེ་ལ་རྩ་ཉིས་བརྒྱ་ཉིས་བརྒྱ་ཨ Dysfunction བྱས་ནས Function བྱེད་ཀྱི་མེད་གསུངས་ཀྱི་ཡོད། ག་རེ་ཡིན་ནས་མེད་ན་ཡང་རྩ། རྩ་དེ་ཚོ་ནང་ལོགས་ལ་ལ་རླུང་རྒྱུ་ཡ་དེ་ཚོ། རྩ་རྒྱས་པ་དང་རླུང་ལེགས་པར་རྒྱུ་བ་དེ་ག་ཚོད་ཡིན་དགོས་འདུག་ཟེར་ན་སྐྱེས་ནས་ལོ་ཉི་ཤུ་རྩ་བཞི་བར་ལ་རིང་དགོས་འདུག་སྐྱེས་ནས་ལོ་ཉི་ཤུ་རྩ་བཞི་བར་ལ། རླུང་ལེགས་པར་རྒྱུ་བ། རྩའི་ཁམས་ནང་གཞོན་ནུ་དྭངས་མ་གཙང་མ་དེ་འདྲས། སྤྱིར་བཏང་ཡིན་ན་ཡིན་གོ་ཨུད་བ། དེ་ཡིན་དུས་ཀར་ལོ་ཉིས་རྩ་བཞིའི་བར་ལ་ཡང་ལུས་རྒྱས་བ་ཟིག་བ། ལོ་ཉི་ཤུ་རྩ་བཞི་ནས་ཡང་ལོ་ལྔ་བཅུ་བར་ལ་ཡང་ཨ་ནི་རྩ་གནས་བ་ཟིག་རླུང་གནས་བ་རྩ་གནས་བ་ཟིག་དུ་རླུང་གནས་བ་གཙོ་བོ། ཨ་ནི་རྩ་གནས་བ་གཙོ་བོ། ད་ལོ་ལྔ་བཅུ་འདུག་ཟེར་གས་ཡོད་འདུག་ག་ད་ནི་ཨ་ནི་རླུང། རྒས་འགྲོ་གི་འདུག་ཨ་རྩ་རྒས། ཨ་ནི་རླུང་མ་གཞན་དུ་འགྲོ་ཡ་རེད། རླུང་གི་ཁམས་དེ་ཚོ་ཨ་ནི་ལོག་ཡོང་གི་འདུག་ཨ། དེ་འདི་ལ་བལྟས་ན་འདིའི་རྒྱུ་མཚན་ལ་བལྟས་ན་ཨ་ནི་མི། The aging process ཟེར་འདུལ་བ། ཨ་ནི་ང་ཚོ་གས་ནས་གས་པའི་ནས་གས་ནས་ཟེར་འདི་ཆགས་ཡོང་ཡོད་འདི་འདྲ་འདུལ་བ། ཨ་ནི་རྩ་དང་རླུང། རྩ་འདི་ཚོ་ལ་ཡོད་པའི་ཆ་ཆ་འདའ་ངས། རྐང་པ་རྐང་ཚིག་ཅིག་ཞུས་པ་ན་རྩ་འདི་ཚོ་ཤང་ཤང་ཆུ་ཤིང་ལྟར་འདྲོངས་པ་ཡོད་ན་མི་འདི་ཚོ་ཁྲ་བོ་རིང་པོ་ཆགས་ཀྱི་འདུག་ཨ། རྩྭ་དེ་ཚོ་པན་པའི་ནང་ཆེས་བེག་བེག་ཡོད་པ་ནི་མི་དེ་ཚོ་བེག་བེག་ཆགས་ཡོང་གི་འདུག་ཨ། དེ་འདྲས་རེད་རྩྭའི་ཁམས་ཟིན་ཏེ་དེ་འདྲས་རེད་འདུག་ཨ། ཨ་དེ་རྣམས་རྩྭ་བེག་བེག་ཡོད་པ་ཡིན་ན། ཨ་དེ་རྣམས་རླུང་དེ་ཚོ་རྒྱུ་ཡིན་ན་རླུང་དེ་ཚོ་ཚད་དྲེག་དྲེག་རྒྱུག་འགྲོ་དགོས་རེད་པ། ཨ་མིག་གི་གཟུགས་པོ་ཡང་དྲེག་དྲེག་བེག་བག་འདྲ་པོ་ཆགས། འོ་ད་མིག་གི་གཟུགས་པོ་ག་འདྲས་སུ་འདུག་དེ་ལ་བལྟས་ནས་ལམ་སང་བྷི་ཛོ་ན་མ་དེ་ལ་བལྟས་ནས་རྩྭ་དེ་གི་ཁམས་ག་འདྲས་ཡིན་པ་ལམ་སང་ང་ཚོས་ཧ་གོ་དགོས་ཡོད་འདུག་ཨ། དེ་དེ་འདྲས་གནས་ཚུལ་དེ་འདྲས་སུ་རེད་བྱ། དེ་འདྲས་སུ་ཡོད་ཡིན་དུས་ག་ལ་ཡ། ང་ཚོས་ལམ་སང་རླུང་འདི་ག་འདྲེས་སུ་རྒྱུག་གི་ཡོད་པ་དང་གར་ག་མཚམས་ཀྱི་ང་ཚོས་ཚོད་དཔག་ཐུབ་ཀྱི་ཡོད་རེད་ད། ཨ་ཁོས་རླུང་འདི་འཕྲེད་ལ་རྒྱུག་གི་འདུག་ཨ་ཟེར་ནས། ཁོས་རླུང་འདི་གྱེན་ལ་རྒྱུག་གི་འདུག་ཨ་ཟེར་ཡོད་རེད་ཟེར་གྱི་ཡོད་རེད་དེ། ང་རང་ཚོ་སྨན་བཅོས་ད་ག་ལ་བཏང་ཡོང་དུས་ག་ལ་ཡང། སྤུ་གུ་ཞོན་ཆུན་ཆུན་གཟུགས་པོ་ཡག་པོ་ཞེ་དྲག་ཚགས་མ་ཐུབ་པ་ཡིན་ན་གྱེན་གྱི་རླུང་ལ་སྨན་བཏང་དང་གྱེན་གྱི་རླུང་ལ་སྨན་བཏང་དང་སྤུ་གུ་འདི་གཟུགས་པོ་ཡག་ལོང་ཡག་གི་དུས་ཚོད་ཡོད་མེད་པ་ཡིན་ན་གཟུགས་པོ་ལོང་ཡག་ལ་ཞེ་དྲག་ཡག་པོ་ཕན་གྱི་རེད་དེ། ཕན་གྱི་འདུག་ཨ་དེ། ཨ་སི་ན་རླུང་གི་ཡང་ཤང་ཡག་ལ་ཡག་ཏུ་སུས་མི་འདུག་ཨ་ཨོ་ཁེ། ད་དེ་ལ་བརྟེན་ནས། ད་ནི་རྩ་ཐིག་གི་རིགས་མང་པོ་ཞིབ་ཡོད་ད་བཤད་ནས་ཞུས་ནས་ཞུས་ཚོད་ཡོད་མ་རེད་གཡོལ་བྱ་ཞུས་ད་ཞུས་པ་ནི་ཁྱེད་རང་ཚོས་དེ་ཞིག་རོ་ན་གསང་ཆེན། གསང་ཆེན། ཐབས་ལམ་ཉེར་མཁོ་རྣལ་འབྱོར་སྙིང་པོ་ཟེར་ནས་དེ་ཕྱག་བཏབ་དེ་ཡག་པོ་ཞིབ་ཞུས་ཐོད་བོད་ནས་དེ་ནས་དེ་ནས་ལ་ཡག་དེ་ནས་རྩ་རླུང་འཁྲུལ་འཁོར་གྱི་ནཱ་རོ་ཆོས་དྲུག་དེ་ཡག

དེ་སྐད་ཧྥང་ཞོན་དེ་ང་ཚོ་བྱང་ཡོད་རེད། ཧྥང་ཞོན་བྱང་ཡོད་རེད་ང་ཚོ་མིང་བཏགས་ཡོད་མ་རེད་བྱས་ཙང་ང་རང་ཚོ་མེ་དྲོད་རང་བྱེད་ཀྱིན་བསྡད་བསྡད་ཡོད་རེད་བ། གཏུམ་མོའི་མེ་དྲོད་ཟེར་འདི་སྔགས་ནང་ལོགས་ན་གཏུམ་མོའི་མེ་དྲོད་རེད། གཏུམ་མོའི་མེ་དྲོད་དེ་ག་རེད་ཟེར་ན་རྩ་དབུ་མེད་ཀྱི་ནང་ལོགས་རེད་ཡ། སྤྱི་བོ་ལ་ཡ་ཐིག་ལེ་ཕ་ལས་ཐོབ་པའི་ཐིག་ལེ་ཡུངས་དཀར་ཙམ་གྱིས་བཀག་པ། ཨ་ནི། རྩ་སྨད་ལ་ཡ་མ་ལས་ཐོབ་ཐོབ་པའི་གི། ཨ་ནི། གཏུམ་མོའི་གི་དྲོད་ཀྱི་རྟེན་ཨ་ཤད། དྲོད་ཀྱི་རྟེན་མེ་ཨ་ཤད། ཆུང། ཆུང་ཆུང་ལྟ་བུ་ཞིག། དམངས་ལྷ་མའི་ཟེར་ཡོད་དོ། དེ་འདྲ་ཞིག་ད Energetical Point of View ནས་འདི་འདྲའི་གྲབས་ཆེ། ཡོང་དེ་གཉིས་རེད་བཞག། ད་དེའི་གི་རྟེན་དེ་ད་མེ་གཟུགས་པོའི་གི་དྲོད་ཡོངས་སུ་རྫོགས་པའི་གི་རྟེན་གཞི། འོ་དེ་རེད་བཞག། ད་སྔགས་ནང་ལོ་ནི་གཏུམ་མོ་ལམ་གི་རྨང་རྡོ་ཡིན་གསུངས།

གཏུམ་མོ་གམ་རིག་པ་དྲུང་ཨ་ནི་ནུས་པ་དེ་སྐྱེས་པ་ཡིན་ན་གཏུམ་མོའི་མེ་དྲོད་ཟེར་གཏུམ་མོའི་མེ་དྲོད་དེ་ཡར་གྱེར་ན་ཕལ་ཡིན་ནོ་ཨ་ཞུ་དེ་འདྲ་ལབ་ཆོག་གི་འགྲོ་མི་འདྲ་ག་ཐག་མ་སྲིད་ད་ཡག་འདུག་བྱས་ཨ་ནི་ད་འཁོར་ལོ་རེ་རེ་བྱས་ན་འཁོར་ལོ་རེ་རེ་གི་ཨ་ནི་ལྟོས་ནི་ཨ་ནི་ཨ་ནི་ཉོན་མོངས་པ་ཉོན་མོངས་པ་དྲི་མ་དང་བཅས་པ་འདོད་ཆགས་ཤེས་ན་དྲི་མ་དང་བཅས་པ་བསྲེག་བསྲེག་ནས་ཐ་མ་ཡག་གི་ནི་ཡང་ཕྱིས་སུ་ཕྱི་བོ་བདེ་ཆེན་གྱི་འཁོར་ལོ་ལ་བབས་ཕྱི་བོ་བདེ་ཆེན་འཁོར་ལོ་ཉོན་མོངས་པ་ཡོངས་རྫོགས་པ་དེ།

དེའི་སྟེ་ཀྱི་ཉམས་མྱོང་འདི་ལ་བརྟེན་ནས་ཨན། Blissfulness། Ecstasy། ད་སོ་སོར་ལ་ཡང་ད། གཅིག་ཐོབ་ཡོང་གི་ཡོད་ཐོབ་ག་རེ་ཐོབ་ཟེར་ན་ཕལ་ཆེར་ཐ་མ་ཉེ་རག་ཐུག་གཉིས་ཀྱི་གཅིག་ཆགས་ཀྱི་འདུག་ཨ་འོ་དེ་འདྲའི་འདྲ་པོ་ཅིག་ཉམས་མྱོང་སུ་ལེན་ཡོང་གི་ཡོད་དེ་ཀྱི་ནུས་པ་ལྟར། ཁོ་གཉིས་འདྲ་ཡ་འདྲ་པོ་ཡོད་དེ་འདྲ་ཡ་ཡོད་མ་རེད། ཐ་མ་ཉེ་རག་དེ་དུག་རུ་དུག་རུ་འགྲོ་གི་ཡོད་རེད། དེ་ཀྱི་ཉམས་མྱོང་དེ་ད། དུས་ནམ་ཡང་ཡང་ང་ཚོ་ལ་ཡང་ཉམས་མྱོང Positive ཡག་ཡག་རྐྱང་རྐྱང་ཅིག་ཉམས་མྱོང། ད་བོགས་ཐོན་ཡོང་སྲིད་ཀྱི་རེད་བ། ཁྱོད་རིང་ན་བོགས་ཐོན་ཡོང་སྲིད་ཀྱི་རེད། སྐྱེད་ཐོན་ཡོང་གི་ཡོད་རེད། དེ་འདྲའི་བྱས་ནས་དེ་གི་ནུས་པ་དེ་གི་ད་ད་ཁམས་ཚང་མ་སྙིགས་མའི་ཁམས་བསྲེགས། སྟེང་འོག་རླུང་གིས་འབར་བའི་ཚངས་པའི་མེ། སྟོང་ཕྲག་བདུན་ཅུའི་སྙིགས་མའི་ཁམས་བསྲེགས་ཏེ་དྭངས་མ་དུས་དེ་ནས་སོན་པར་གསོན་པར་ཤོག་ཟེར་ནས་འོ། རྣལ་འབྱོར་མ་བྱ་རན་ཅམ་ཉམས་ལེན་སྣང་གཉིས་བཟོད་བས་ན་ད་ཁྲག་ལས་མེ་མཁྱེན་གྱི་བ་མཁྱེན་གྱི་བ་ད་དེ་བ་རུ་འདི་ལ་ཡ་ཐུག། འོ་དེ་དེ་མེ་དྲོས་སུ་གཏུམ་མོ་སྲིན་འདི་འོ་དེ་རི་ད་གཏུམ་མོ་དེ་ལ་ཡ། ད་སྔགས་ཀྱི་ནང་ན་གཏུམ་མོ་ལང་གི་མང་དོ། ད་དེ་དག་ད་འཁོར་བ་དྲོད་ཡག་གི་ལང་པ་ད་ད་ཀྱང་ཅིག་ཀྱང་ལོ་ཡག་ཟླ་བརྒྱ་བ་ནང་བཞིན་ཐབས་ལམ་ཅི་ད་ཡོད་རེད། ཡིན་ན་ང་རང་སྨན་ནང་ལོག་ན་མེ་དྲོད་ཆང་གི་ཡོད་རེད། མེ་དྲོད་ཟིན། མེ་དྲོད་དེ་མེ་དྲོད་མིན། ག་རེ་ཟིན་མཚན་ནི་སྲོག་ཡིན་དྲོད་དང་ནི་རྣམ་ཤེས་དེ་འང་ཡིན་པའོ། ད་སྟེ་སྲོག་གི་རྟེན་ཚད་ཚད་ཀྱི་རྟེན་སྲོག་དེ་ཉིད་ད་བྱ་དེ་དང་གོ་བ་ན་ཕྱིན་ཅི་ལྟར་བྱེད་ཟེར། དེ་དྲོད་མེད་ན་ནི་མེ་ཤེས་པར་ཚད་སྲོག་རྩ་རླུང་དྲོད་ཐིག་ལེ་ཐིག་ལེ་ཟེར་དུས་གོ་ལ་ད་གཙོ་བོ་དེ་དེ་རེད་ད་ཐིག་ལེ་ཟེར་དུས་གོ་ལ་ཐིག་ལེ་ལ་ཡང Relative དང Ultimate ག་ས Absolute གཉིས་ད Relative ཐིག་ལེ་ད་སྔགས་ནང་ལུགས་ནས་བཤད་པའི་ཐིག་ལེ་དེ་ཕར་ལྡོག་པའི་ཐིག་ལེ་ཡུངས་དཀར་ཙམ་གྱི་དེ་སྤྱི་བོ་ལ་ཡོད་པ་མ་ལས་ཐོག་པ་དམར་པོ་དེ་ལྟེ་འོག་སོར་བཞིའི་འོག་ཚབ་ལ་ཡོད་པ་དེ་ཉིད་ཀྱི་རྟེན་དེ་དེ་ཉིད་བུ་དེ་ད་ཐིག་ལེ་ཀྱི་རྟེན་ངོ་མ་དེར་འོ་དེར་ད་ཐིག་ལེའི་སྟེང་ངོ་མར་དེ་ཡི་ག་བུ་ཁ་ཕྱོགས་ཀྱི་ཚུལ་དུ་སྙིང་ག་ལ་གནས། ག་བུ་ཁ་ཕྱོགས་ཀྱི་ཚུལ་དུ་སྙིང་ག་ལ་ཡོད་བལྟས་པ་འདི། ཨ་ནི་དཀྱིལ་འདི་ལ་རྣམ་ཤེས་དེ་བཅུག་ན་ཚོགས་ང་རོ་དང་ཤིན་ཏུ་ཕྲ་བའི་རྣམ་པར་ཤེས་པ་སེམས་དེ་དང་ལ་བརྟེན། དེས་ཐིག་ལེ་དེ་བཏབ་སྟེ་ཐིག་ལེ་ནོར་དག་པར་དང་ཁང་པའི་ནང་ལ་ནོར་དག་པར་ནུས་པ་ཐམས་ཅད་ཀྱི་གཙོ་བོར་གྱུར་པ་དང།

ཀྲུམ་རེ་ཟིག་འདུག་བ་རེད་ད་ད་ད་ཀྲུམ་སྦྲང་ཆགས་རེད་ད་གང་བྱེད་པར་བྱས་ཐབས་ཅི་ཡོད་མ་རེད་མ་གཏོགས་སྔ་མོ་དེ་འདྲ་ད་མ་རེད་ད་སྔ་མོ་དེ་དངོས་གནས་ཡོད་ཐག་ཆོད་རེད་ཡོད་ཐག་ཆོད་ཡོད་དེ་ཚང་མས་ནུས་པའི་གི་འབྱུང་ཁུངས་དེ་ག་རེད་ཟེར་ན་མོ་ཏྲ་རེད་ཡིན་ན་མོ་ཏྲ་དེ་ཏང་ཡིན་ད་ཡོད་རེད་ཏང་ཡིན་བཤད་གི་ཡོད་རེད་མོ་ཏྲ་འཁོར་ལོ་དང་བཅས་པ་ཡོད་རེད་དེ་ཡིན་ནས་བེན་ཛིན་མེད་ན་ད་གི་མོ་ཏྲ་འཁྲུག་མ་རེད་བེན་ཛིན་ཡོད་པ་ཡིན་ན་རླུང་དང་བེན་ཛིན་གཉིས་པོ་དེ་ཕྱོགས་བསྡུར་མ་བྱས་པ་འདི་ལ་ཨོག་སི་ཅན་དེ་མེད་པ་ཡིན་ན་ཁོ་མེ་འབར་གི་མ་རེད་བ། དེ་འདྲའི་ནང་བཞིན་ཅིག་ད་ནུས་པ་དེ་ཡོད་དེ་འདིས་ནུས་པ་ཐིག་ལེ་དེ་ག་རེ་གིས་སྦར་དགོས་ཀྱི་ཡོད་རེད་གཏུམ་མོའི་མེ་གིས་སྦར་དགོས་ཀྱི་ཡོད་རེད་དེ་ནས་ཁོ་ནུས་པ་སྐྱེས་ཡོང་གི་རེད་དེ་ཡང་ང་རང་ཚོ་མིག་ནང་ལོག་ལ་ཡག་པོ་ཤི་བོ་ཞིག་འདུག